ཨོ་ནང་པ་ཚང་མ་ལ་བཀྲ་ཤིས་བདེ་ལེགས། ད་གེ་སང་ང་ཚོ་སངས་རྒྱས་བཅོ་ལྡན་འདས་ཀྱི་མཛད་རྣམ་དེ་ཞིས་ཟེར་ནས། ད་སངས་རྒྱས་བཅོ་ལྡན་འདས་ཀྱི་ང་ཚོ་ནང་པའི་ཕྱི་དེ་རིག་པའི་ལམ་ནས་ཤིས་པ་ཞེས་དགོས་གི་རེད་མ་གཏོགས་སངས་རྒྱས་བཅོ་ལྡན་འདས་རང་ཉིད་ལ་དད་པ་ཡོད་པའི་རྒྱུ་མཚན་ཙམ་དུ་བྱས་ནས།

ཨ་ནེ་རིག་པའི་དབང་ཕྱུག། ཨ་ནེ་ལྷོ་བའི་ཕྱོགས་གླང་དུ་སྤྱི་དྲག་རེ་བ། རྟ་ལྷོ་བའི་ཕྱོགས་གླང་གི་མཚན་མ་ཀི་ཏི་གི་ནང་ལུགས་ལ་ཕྱེ་རྗེས་དེ་ལ་ག་རེ་གསུངས་པ་རེད་ཟེར་ན། མཚན་མ་བྱེད་པ་འགྲོ་ལ་ཕའི་བཞེད་པ། བསྟན་པ་བདེ་གཤེགས་ཤོག་ལ་ཤོག་མཛད་ལོས། ད་སངས་རྒྱས་བཅོམ་ལྡན་འདས་ཁོ་རང་ཡིན་ན་ཡང་སྔས་མ་མཚན་མ་མ་ཡིན་པ་ཅི། ཐར་བ་དང་ཐམས་ཅད་མཁྱེན་པའི་ལམ་འབྲས་པ་བཞེད་པའི།

ཨ་ནི་བདེ་བ་ཐ་དུས་པ་སངས་རྒྱས་ཀྱི་གོང་བུ་ལ་བཤད་པ་བདེ་བར་བཤད་པ། དེ་འདྲ་བའི་སངས་རྒྱས་ཀྱི་གོང་བུ་ཐག་ཚ་དུས་ལ་ཡང་ཨ་ནི་ང་ཚོ་འགྲོ་བ་སེམས་ཅན་རྣམས་མི་འོང། ཨ་ནི་ཐར་བའི་ལམ་དེ་ག་རང་བལྟས་ཀྱི། ཨ། ཁོ་རང་གིས་ཉམས་སུ་ལེན་པའི་ཐར་བའི་ལོག་དེ་ག་རང་བལྟས་ཀྱི་འགྲོ་བ་སེམས་ཅན་རྣམས་བཤགས་པར་མཛད་པ་ཡི་རྩལ་ནི་དེ་འདྲ་བའི་སངས་རྒྱས་བཅོམ་ལྡན་འདས་མཚན་མ་བྱེད་པ་བདེ་བར་བཤད་པའོ་དེ་ལ་ཕྱག་འཚལ་ལོ།

སྐད་ཅིག་ཀྱང་མི་བདེ་བ་འཇལ་བ་འགྲོ་ངེས་ཀྱི་རང་བཞིན་གྱིས་མི་རྟག་པ་རེད། སྦྱིན་སྲེག་ག་རེ་རེད་ཟེར་ན། དཀར་ཆ་རེ་རེ་བཞིན་དུ་མཛད་བཞིན་པ་ཡིན་པས་ཞེས་ཟེར་ན་རྟགས་རེད་སྦྱིན་སྲེག་ད་ང་ཚོ་མི་ཚེ་དེ་ཡིན་ན་ཡང། ལོ། ཟླ་བ། ཟླུ་གྲོགས། ཉི་མ། ཕྱི་ཚེས། སྐར་མ། དཀར་ཆ་རེ་རེ་བཞིན་དུ། ད། ཧོ། ཉིན་ཚེ་དེའི་འཕྲུལ་དེ་ལ་འཇིགས་འགྲོ་གི་ཡོད་རེད་བ་དེའི་ནམ་ཡོད་ལྐོག་ཐུབ་ཡོད་མ་རེད་བ་ཧོ་བྱས་ཙང། དཀར་ཆ་རེ་རེ་བཞིན་དུ་མཛད་འགྲོ་བ་ཡིན་ཙང་ནས་དེ་ནི་འགྱུར་བ་མེད་པ་གཏན་དུ་རྟག་པའི་རང་བཞིན་མ་ཡིན་པ་མི་རྟག་པ་རེད། ག་རེ་མི་རྟག་པ་རེད་ཟེར་དེ་བཀའ་ས་ང་ཚོ་ཡི་མི་ཚེ་དེ་རེད། ཨོ་དེ། རྟག་ས་ཕྱི་ས་དེ་བྱས། ད་དེའི་རྗེས་ལ་རྟོག་ས་ཕྱི་ས་གཉིས་འཛོགས་ཚར་བའི་རྗེས་ལ་ཨ་ནེ་དྲི་བ་དྲིས་ཡོང་དེ་བཀའ་ས་ལས་རྒྱག་དགོས་ཡོད་རེད་བ། ལས་རྒྱག་དེ་བཀའ་ས་ལ་ལས་བཞི་ཡོད་རེད། ཅིའི་ཕྱིར། མདོའི། རྟགས་མ་གྲུབ་ཆགས་པ་མ་ཞུན་ཟེར་ནས་ལས་བཞི།

ད་འོ་ན་ནེ་ཙོ་ཆོས་ཀྱི་མི་ཡིན་པ་དག་མ་ཞིག་དེ་ཀོ་ཡིན་པས་ཞེས་ནེ་ཙོ་མི་རེད་བ་ཟེར་གང་ཡིན་ཟེར་ན་ཁོ་སྐད་ཆ་བཤད་ཤེས་གི་རེད་དན་ད་ཁོ་གོ་རེད་བ་ལ་དེ་ལ་རྟགས་མ་བྲོ་ཟེར་བ་ཤེས་དང་སྐད་ཆ་ནས་ནས་སྒྲ་ཁ་ཤིག་དན་བཞིན་གི་ཡོད་རེད་དེ་སྒྲ་དེ་ལ་བལྟས་པས་དན་ད་སོ་ནོ་དང་ནས་སྐད་ཆ་དེ་བཤད་བཞིན་གི་ཡོད་མ་རེད་བ་ང་ཚོ་མིན་ནོ་ཞེས

རྟགས། ཕྱི་བྱེད། གསལ་བ་གསུམ། ཨ་ནས་ལས་ཞེས་ཅི་ཕྱིར། འདོད། རྟགས་མ་སྤྲོ་ཁྱབ་པ་མ་ཞུ། འོ་ལས་ཞེས་བརྒྱ་སྟོང་སྟེ་ངེས་པར་དུ་ཤེས་དགོས་ཀྱི་ཡོད་རེད། འོ་ལ་སོགས་ཐོས་རྗེས་བྱས་ན།